ད་མ་རིག་པ་འདི་ནས་འདི་བྱེད་གནམ་གཤིས་དམངས་གཟུགས་སྐྱེ་མཆེད་རགས་པ་ཚོར་བ་བཞི་དེ་ལྟ་ལས་ད་ལྟའི་འགྲུབ་བྱེད་གཉིས་གཟུགས་སུ་འཇོག་དཀའ། དེ་དང་འདྲ་བ་བཞིན་དུ་ད་འབྱུང་རྩའི་རིང་ལུགས་ཡང་ན་རང་བྱུང་ལ་ཡང་དེ་ཀུན་ད། དེ་དང་རྒྱ་རིགས་ད་ལས་ད་རིགས་ལུགས་ཀྱི་གཉིས་གཟུགས་ད་དུམ་གཟུགས་སུ་འཇོག་དགོས་ན་ལྟར། དེ་ལྟ་ན་ད་ལྟའི་དར་གྱི་བྱུང་ཡུལ་དུ་ཆོས་སུ་དགོས་ནི་རེད་ཟེར་ན་ད་ལྟ་འབྱུང་གཅིག་སྔོན་འགྲོ་གི་ནང་ན་ད་གསུངས་ཡོད་ན་ད་ལྟ་ཅི་དེ་ཅིག་ལྟ་དེ་དང་ད་གང་ན་གསུངས་ཡོད་ནི་རེད་ཟེར་དང་ན་དམ་བྱུང་སྐྱེ་དངོས་འགྲོ་བའི་ནང་ན། ཆགས་སོང་བའི་ཁེ་གཟི་དང་ལྡན་འདི་རིགས་ལ་ཅང། དེ་ནས་དར་གུད་བཅུ་གཉིས་ནི་ཟིན་ནོ་ག་ནུས་ལས། ད་དར་གུད་བཅུ་གཉིས་འོད་དུ་དེ་འདྲས་ད། བསྟན་ནི་རག་སོང་ནི། དེར་དེ་དང་ན་ད། ཤིང་དབུགས་སྤྲེལ་ལ་མེ་དབུགས་འཕགས། ས་ཆུ་སྦྲེལ་ལ་ལྕགས་དབུགས་བརྟག། འབྱུང་ཁམས་རང་རང་ལོ་དེ་ནས། དབུས་རྒྱུད་སྔོན་ནས་ལུས་རྫོགས་དང་བཅས་པ་འཁྲིས་བྱེད་དགུའི་སྐྱོན་དང་ལུས་བྱེད་དར་བ་སྐུལ་པ་དང་ན་བ་ཤི་བ་དིར་ཤིག་ཞེས་རིམ་པར་རྐང་གཅིག་བློ་ལ་གཏུགས་ཟེར་ད་ལྟའི་ད་ལོའི་ད་ལྟར་གྱི་ལྕགས་སྨྱུག་འདི་བརྩི་སྲོལ་དུ་དེ་འདྲའི་ད་སྔོན་འགྲོ་བ་ནང་ན་གསུངས་ཡོད་ནི་རེད། དེ་དག་ན་ཐོག་མར་གྱི་ད་འདིའི་སྐབས་ཀྱི་དར་གྱི་ལྕགས་སྨྱུག་དེ་གང་རེད་ཟེར་གྱི་དོན་གྱི་བཟུང་ན་ད་དབུས་རྒྱུད་ཟེར་ནི་འདི་གཅིག་ཡིན་ནི་རེད་དབུས་རྒྱུད་དེ་ནི་སྔོན་ནས། ལས་རྫོགས་རྩིས་པ་ཁྲིས་བཤད་དགེ་སྐྱོན་ལུས་བཤད་དར་བ་སྐུལ་པ་ན་བ་ཤི་བ་དར་ཞིག་བཟང་བོ་རེད་ད་ད་དར་གི་བཀྱག་ཉོ་བོ་དུ་ཚང་རྒྱོ་ན་དུ་མོ་ཟིག་འོ་ན་ད་འདི་གི་ནང་དོན་ཆི་ཟིག་རེད་ཟིག་དང་ན་ད་སྤྱི་སྟང་གི་ད་ཁུར་གི་ཡོད་དམ་པའི་བྱ་ངའི་གང་དང་གང་ཡིན་ན་ཡང་དར་གི་བཀྱག་ཉོ་འདི་དང་བཞའ་རིས།

བདག་གི་པ་རྣམས་ཀྱི་གསུང་ནི་ལྟར་དུ་བྱས་ན། ད་ལྟའི་གང་ཟག་འདི་གི་སྐྱེ་བ་སྔོན་མ་གི་དེ་ད་ཁྱི་ཁ་མ་གི་དབུགས་མཐའ་མ་དུ་ད་ཧ་ར་ཧང་ནུ་གི་དབུགས་མཐའ་མ་དུ་ད་དབུགས་རྒྱུ་སེ་ནི་རེ་ཟིག་དེ་ཡང་དབུགས་རྒྱུ་སེ་གོ་ནི་རེ་ཟིག་སྐབས་འདི་གི་དབུགས་རྒྱུ་སེ་གོ་ནི་དུ་བ་ད་དེ་ལ་གོ་རྒྱུ་རེ་ཟིག་ཆི་རེ་ད་དེ་ཡིས་ངེས་ཅན་གོ་ནི་རེ་དེ་ནས་དབུགས་རྒྱུ་རེ་ལ་དེ་ནས་དབེན་གནས་རེ་ད་དབེན་གནས་གང་རི་ཟིག་དང་ན།

ད་ཏི་ལ་སོགས་པ་གི་དེ་འདྲའི་ད་བཀྲ་ཤིས་ལྟོས་བཟང་གི་དེ་འདྲའི་ཆོ་ག་མང་བོ་བསྒྲུབ་རྒྱུ་ཁ་ཅིག་ད་ཏི་ཅན་གོ་སེ་གོ་ད་ཏིའི་ནང་གི་ཁྲིད་བྱེད་པ་ཅན་གོ་ཏི་བཞི་གོ་ཁྲིད་བྱེད་ལི་ཟེར་དེ་ནས་ཀི་ཅོན་དྲི་ད་ཀི་ཅོན་ཟེར་ཆི་ཟེར་རེ་ཟེར་ན་ད་བུ་བཙས་པ་ལ་དེ་འདྲའི་ཁྲིད་བྱེད་དེ་རྗེས་སུ་དེ་འདྲའི་ཀི་ཅོན་ནི་རེ་ཟེར་ད་ཀི་ཅོན་ན་ད་འབྱུང་རྩིས་ལྟར་ན་ཆི་ཟེར་རེ་ཟེར་དང་ན་ད་ཨ་མ་གི་མག་ལོང་སྤར་ཁ་ད་བུ་ཏི་མོ་ཟིག་གི་ད་དེ་གོ་ནས་ང་རང་མདོག་དང་ཡང་ན་དེ་འདྲའི་དམའ་མདོག་དང་གྲོགས་མདོག་ཡི་ད་ལི་ད་དེ་གོ་ནི་དེ་ལ་ཁ་ནི་བླང་ཐབས་ཤིག་ད་ལི་ད་གིས་དེ་གོ་ནི་དུ་མོ་ཟེར་རེད་དེ་ནི་མང་མདོག་ན་ཡང་དེ་གོ་ནི་དམའ་བླང་པར་ཁ་གི་དང་ན་དེ་འདྲའི་མང་མདོག་སོགས་དུ་ཡོད་ནི་རེད་ད་དེ་ལྟར་དམའ་མདོག་རྒྱུ་ལ་སོགས་པ་ད་དེའི་ད་ལི་ཆོ་ག་བསྒྲུབ་རྒྱུ་ནི་དུ་ཅན་གོ་སེ་གོ་ནི་གིས་བྱོན།

ད་དམག་གི་ལུས་སྟེང་གི་ད་འབྱུང་བ་ལྔ་བོ་གི་ཆ་དུ་བསྙོན་མི་དེ་འདྲའི་འབྱུང་བ་ལྔ་བོ་གི་དེ་འདྲའི་དྭངས་མའམ་དེའི་སྙིང་པོ་ལྟ་བུ་དེ་དེ་འདྲའི་གནས་པའི་སྐབས་སུ་དེ་འདྲའི་དར་བ་ཡིན་དགོས་ནི། དེ་ནས་རིམ་བཞིན་དུ་དེ་འདྲའི་ད་ཕྱི་རྐྱེན་དང་ནང་རྐྱེན་གང་རུང་གི་ད་དེ་འདྲའི་རང་གི་ལུས་སྟེང་གི་དེ་འདྲའི་ད་འབྱུང་བ་ལྔ་བོ་གི་ཆ་དུ་མ་བསྙོན་མ་དག་ལས་ད་འབྱུང་བ་ལྔ་བོ་གི་ནུས་པ་རྣལ་འགྲོ་དུ་ཤོར་རིས་ད་སྤྱིར་རྣལ་འགྲོ་དུ་ཉམས་མེད་དེ་ནས་འབྱུང་བ་ལྔ་བོ་གི་སྙིགས་མ་རྣལ་འགྲོ་དུ་སར་མངོན་ནས་འོངས་ན་ད་རིམ་བཞིན་དུ།

ད་ཀུན་ནུའི་གུ་དེ་འདྲས་ད་རྟགས་དར་ཀ་སེ་གོ་ནར་གུ་པ་བཞིན་ན་ད་སྤྱིར་བཏང་གི་ཆོས་གང་དང་གང་ན་ཡང་དེ་འདྲས་དར་གུ་གཉིས་ཀའི་ཁོངས་སུ་བསྡུ་བྱ་གོ་ནར་དཔེར་ན་ད་ནམ་མཁའ་གི་ཉི་མ་གི་ཆ་རི་འདུམ་གཉིས་ཀ་ཡིན་ནའང་དར་གུ་གཉིས་ཀ་ཡིན་ནར་དེ་ནས་ཉིན་མཚན་གཉིས་ཀ་མཚོན་ན་ཡང་དར་གུ་གཉིས་ཀ་ཡིན་ནར་དེ་ནས་ཟླ་བ་རྟ་བ་གཅིག་ག་མཚོན་ན་ཡང་དེ་འདྲས་ཡར་ངོ་ཡར་ར་འཕེལ་གོ་ནོའི་ཆ་ར་མར་ངོ་མར་ར་འགྲུབ་གོ་ནོའི་ཆ་དེ་ཡང་དར་གུ་ཡིན་ནར་དེ་ནས་མྱུར་ཚད་གཅིག་ག་སྦྱར་ན་ཡང་དེ་འདྲས་རིམ་བཞིན་དུ་དེ་གོ་ནས་ད་ད་གོང་ནས་འདི་ནས་བཤད་པ་ལྟར་དུ

འདི་ནས་ཤི་བ་རི་དང་ནལ་ལ་སོགས་པ་ལ་ཁུ་འཇོག་བྱས་བསྡད་ལས་ད་ནམ་ཞིག་ལུས་དང་བྲལ་ནས་ཤི་བ་ཅན་གོ་ཐོས་བྱུང་འདིར་འོས་ཟེར་ད་དེ་བཤད་དགོས་ན་འདི་ནས། ཤི་ནུ་བའི་རྗེས་སུ་ད་ལུས་དུ་དེ་ཀུན་ཏིར་ལ་སོགས་པ་ལ་ཡ་རབས་སྐྱ་ཡི་ཆེ་རིས་ད་དེ་འདྲའི་ཏིར་དུ་ཞིག་པ་ཟེར་ད་དེ་ཤོད་དགོས་འདིར་ཡ་ཅང་ཏིར། ད་དེ་ཡང་རེད་ད་དར་རྒུད་ཅུང་ཡོད་འདི་མགོ་ནས་ང་མ་ཚང་ནི་གཟིགས་ན་ཨང་ད་དེ་དགོས་ནས་སྐྱེན་དང་བར་ཆད་ལ་སོགས་པ་དབང་དུ་མ་སོང་བར་ཚེ་མཐར་བྱིན་པ་ཟིལ་གྱི་དབང་དུ་བཏང་སྟེ་ད་སྤྱིར།

ད་ལྟ་གང་ལ་མཚོན་ན་ཡང་དེ་མི་རིགས་གཞན་ཡིན་ན་གང་ལ་མཚོན་ན་ཡང། དེ་ནས་དེར་ས་མཆོད་རྒྱུ་ར་དེ་ནས་དེའི་དེར་མཚན་གསོལ་རྒྱུ་ར་དེ་མོ་ཡོ་ཁ་ཅན་གི་དུ་སྐྱེ་འགོ་དེར་ག་ད་བཟོས་ན་མ་བཟོས་ན་བླ་མཆོད་དགོས་འདི་རེད་ཞེས་ད་དམ་སྐབས་ཡོངས་གྲགས་སུ་བཤད་པ་དེ་ཡིས་བཤད་དགོས་རྒྱུ་དུ་མོ་ཟེར་ད་དུ་སྔོན་གྱི་སྲིད་གཞུང་རྣམས་ཀྱིས་བཤད་ན་ཡང་དེ་འདྲའི་བླ་དུ་དུར་ར་གཉིས་ན་ད་དུར་ས་དུ་བདེ་ན་བླ་དུ་བདེ་འདི་རེད་དུར་ས་མ་བདེ་ན་བླ་དུ་ཕྱི་ར་འཁོར་རེད་ད་དེ་དགོས་ནས།

ད་ར་ལགས་ལན་འདེབས་ཕྱིར་དེར་དེ་དང་ཡི་ད་དུ་མོ་ཙམ་གི་མྱོང་བྱེད་སྔོན་འགྲོ་གི་ནང་གི་དར་རྒུད་བརྩི་སྲུག་གི་རྩ་བ་དུ་ཆེད་དུ་མོ་གཟུགས་ཀྱི་ཆེད་ད་སློབ་སྦྱོང་བྱས་ནི་རེད་དེ་དང་ན་ཆེས་རྩ་བ་འདི་གི་དགོངས་དོན་ད་ར་ཆེས་ལག་ལེན་ན་ད་དཔེ་རྒྱུ་བཞག་གི་ད་ལན་འདེབས་རྒྱུ་བྱེད་འགོ་དུ་ཡིན།

དེ་འབྱུང་བ་མི་ཡིན་ན། རྟ་རྒུད་བཅིངས་ཡོད་པའི་དབུགས་རྒྱུ་ཟིན་པའི་མགོ་དུ་ཕག་གི་ལ་ཁུ་བརྩི་དགོས་ནི། དེ་ནས་ས་ཆུ་ཡིན་ན་སྦྲུལ་གྱི་ལ་ཁུ་བརྩི་རྒྱུ་རེད་དེ་ནས་ལྕགས་ཡིན་ན་སྟག་གི་ལ་ཁུ་བརྩི་རྒྱུ་རེད་དུ་ཤེས་དགོས་ཀྱི་རེད། དེ་ནས་རྐང་གཏུགས་ནི་རེད་ཅེ་ན། ད་གནམ་ལོ་དེ་ནས་ཟླ་བ་ཕྱག་དུས་ཚོད་ཀྱང་དགོས་ད་རྐང་གཏུགས་ན་ཆོག་ནི་རང་གི་དེ་རེད་ད་འོ་ཅེ་ད་སང་གནམ་ལོ་གཏུགས་ནི་རེད།

ཡང་མིན་ན་འབྲུག། ལུག། བ་ལང། ཁྱི་ཆུ་གང་རུང་བ་འབབ་འདིར། དེ་ཁྱི་ཡིན་བབ་འདིར་དབྱེ་གཞི་བཏང་ན། དཔེར་ན། ད་སྤྲོག་གི་འབྱུང་བ་ཤིང་ཡིན་གྱིས་ན། སྤྲོག་གི་འབྱུང་བ་ཤིང་ཡིན་ནས། དེ་ནས་ཧ་ར་གཏུགས་སྲོལ་དུ། ལུག་གི་ལོ་ཟིག་ག་གཏུགས་དགོས་ན། ད་འདི། ཧི་གི་བབ་དཀོན་འདིར། དིར་ཤིག་གཟིགས་དུ་བ་ཡོང་འདིར། དེ་ནས་ཡང། འདིའི། མགོ་ལེན་སོགས་འབྱུང་བ་མེ་ཡིན་ནས། རེ་ལ་མགོ་ལེན་ཞིག་འབྱུང་བ་མེ་ཡིན་ནི། དེ་ནས་གནམ་ལོ་ར་ཟླ་བ་ཞག་དུས་ཆུ་དེ་འདྲའི་ཁྱི་གི་ལོ་ར་ཁྱི་གི་ཟླ་བ་ཁྱི་གི་ཞག་ཁྱི་གི་དུས་ཆུ་ཟིག་བཏུག་ན་དུར་ཞིག་ཟིན་པོ་དུ་བབ་ནི། དེ་ནས་ཡང་འདི་རེ་ལ་སྐྱག་དབུགས་སྟག་རེ་ལ་སྟག་ནི་མགོ་ལང་གི་ཟླ་ལས་ད་ལོ་ཟླ་ཞག་དུས་ཟླ་བ་གི་ལོ་ཟླ་ཞག་འདིའི་གླིང་གི་ལོ་ཟླ་ཞག་དུས་ཆུ་གང་རུང་ཟིག་བཏུག་ན་དུར་ཞིག་ཟིན་པོ་དུ་བབ་ནི།

ཤིང་འདི་གཉིས་ཀའི་སྟག་གཡས་གཉིས་ཀའི་སྤྲོག་ཡིན་དགོས་མིན་དོ་ཁུ་དང་འབྲེལ་བ་དགོན་གཅིག་ཅིག་ག་དེའི་གླིང་སོང་ན་ད་དེ་དགོན་སྟག་གཡས་གཉིས་ཀའི་དར་ལོ་སེ་གོན་དུ་ལུག་རེད། ད་ནི་སྟག་གཡས་གཉིས་ཀ་གི་དར་སྤུར་སེ་གོན་དུ་ད་ལུ་མའི་འཁོན་ས་བཟུང་ན་འདི་ན་ནོ་འཁོན་ས་དུ་ཁྱི་ཟ་དར་སྤུར་ཡིན་རེད་ཟེར་ན། ད་འདི་ཡི་སྟག་གཡས་གཉིས་ཀ་གི་སྟེང་ནས་ད་རང་ས་ཟེར་དུ་ནི་ན་ས་ཤི་ས་དར་ས་བཟུང་ན་འདིར་ད་འདི་ཡི་འཁོན་ས་གི་སྟེང་ན་དར་ས་ཟེར་འདུག་དུ་འབབ་འདིར་དེ་ཡི་རྩིས་ཡོང་ན་ཡང།

དེའི་ནང་གི་དིར་མིག་ཅན་གོ་ར། ད་དེའི་སྐབས་སུ་ཡང་འདི་བཤད་ལུས་ཡོང་གི་འདུག་མོ་གཟུགས་རིས། དྲི་ད་དུ་ཆུ་སྒུལ་མིག་དིར་མིག་དེ་ནི། དྲི་ལ་སོགས་པ་གི་ད་གེགས་རྩིས་གི་རིགས་ཀྱི་ད་སྤྱི་མཆིན་ཐོ་རུ་འགའ་རེ་ས་ར་ཀ་ནས་བསྒྲིགས་འོ་ནར་དེ་བསྒྲིགས་ད་ལུས། ད་དུ་རྗེས་མ་ཆུ་འཇོག་ཐུབ་སོང་ན་ངས་ཁྱེད་རང་བར་རིམ་བཞིན་དུ་འདི་ཡིན་འདུག་ག། ད། མཚམས་སྦྱོར་བཞིན་ན་སློབ་ཁྲིད་བཞིན་ན་ཆུ་འདི་མོ་གཟུགས་ཡས་ཀྱི་ངོས་འཛིན་ནས་ཡོང་ཡ་དཔེར་ན། བདུན་རྩིར་འདིའི་རྩིབས་ལྡན་པོའི་རྐང་རྐང་རེད་དེ་ནས་མེ་བའི་རྐང་ཕྲན་བཞི་བོའི་རྐང་རྐང་རེད།

རྩིས་རིག་གི་སྐོར་གྱི་ཉེ་འཁོར་ཀ་ད་རིམ་པ་ལྟར་དུ་མར་འཁོར་ཡིས་ད་རུང་མུ་མཐུད་དུ་སྤེལ་གྱི་ཀྱི་འགོ་དེར་ཡང་ག་ལ་གང་འཚམས་གཟིགས་བསྟུན་འོང་ན་འོ་ད་སྐུ་ཆེན་པོ་ཁྱོད་ཀྱི་མི་ཁུ་བཟོས་ན་ད་གང་ལྟར་ལོག་གྲངས་ཡིན་ན་ད་གང་གི་ཕྱོགས་ནས་ར་དུ་མོ་ཟིག་མི་མདང་ན་ཡང་གནས་སྐུ་གུ་དུ་དགོན་ནས་རིམ་བཞིན་དུ་ད་ཁྱི་དགོན་གྲ་སྤེལ་རྒྱུ་རང་གི་སེམས་ཁུམས་བཟོས་ན་ད་ད་གུ་དེ་འདྲའི་སྐུ་ཅག་ན་རོ་དུ་ཡོང་གི་མེད་ཀྱི་ད་དུ་མོ་རེ་དུ་མོ་ཡིས་བཏང་ན།

ཁྱི་མོ་ཟིག་གི་ཧ་ར་གདངས་ཅོག་གཡས་ཁུག་གི། དེ་ནས་གཞན་གི་ཧ་ར་ཁོ་རེ་རྒྱབ་སྐྱོར་གི་རྣམ་པ་ཟེར་དགོས་ན་དེ་ཁྱི་མོ་ཟིག་རེད། ད་དེ་ལྟོས་ད་ལས་དེ་དགོན་རིམ་བཞིན་དུ་ཆོས་རྒྱུད་འོག་ཐུག་གི་ལྟ་རྒྱུ་མི་ནི་ད་ཁེ་རེ་ཁེ་རེ་ཁྱི་པོ་ཁྱི་པོ་ཟིག། རང་ཉིད་ག་འདི་ལ་ཁ་ན་ད་ཆགས་བཞེས་ཟིག་དགོས་ན་ད་དེ་ཁྱི་པོ་ཁྱི་པོ་མེད་གི་དུ་མོ་ཟིག་རེད། སྐབས་དུས་དེར་སྐུ་བཟོ་ཆོས་སྐོར་ཁུལ་བརྙན་ཐུང་དག་གི་སློབ་ཕྲུག་གི་བརྙན་ཐུང་དག་གི་རིམ་པ་ལྟར་དུ་སྐུ་བཟོ་ཆོས་སྐོར་ཁུལ་གློག་གྲངས་ར་མང་གི་དེ་ནས་རྒྱབ་སྐྱོར་གྱི་ཚུལ་དུ་ད་ལྟ་ཡོད་ཁུལ་གསར་སྐྱེས་རི་ནག་ཅེས་རིམ་བཞིན་དུ་ནག་རྩིས་ར་ལྗོངས་རྩིས་དུ་འདས་སོང་ནས་མི་ཚད་ཀྱིས་སྐར་རྩིས་ར་ཡང་གཞན་པ་གི་སྐོར་ད་ཟག་བྱེད་འདྲ་དུ་མོ་དག་གི་རིགས་ཡང་ག་ལ་གང་འཚམ་ལས་ཡང་མིན་ན་དེ་འདྲའི་ཉེར་མཁོ་དེ་ནང་ཆོས་ཀྱི

ད་དུ་མུ་མུ་ཙམ་རེད་ད་དེ་རང་གི་ཆུ་ཁྲིད་བྱ་ཟིན་ན་ད་དུ་དུ་མུ་མུ་ཙམ་གྱི་ཕྱི་འཇོག་རྒྱུ་ཅན་གོ་དེ། ཨོ་རེད་ད་དེ་ཙམ་གྱི་དེ་རང་གི་ཁྲིད་བྱ་མཚམས་འཇོག་རྒྱུ་ཅན་གོ། མཇུག་མཐར་རྣམ་པ་ཚང་མ་ལ་བསམ་པ་བཅུ་བཞིན་བྲིས་པའི་བཀའ་ཞིབ་མོ་འདོན་ཞུ།